ད་ནི་གང་ཟག་གི་དབྱེ་བ་ཟེར་བ་ཅིག་གསུངས་འདུག་གང་ཟག་དབྱེ་བ་དེ་ག་འདྲ་བཞག་རེད་ལབ་འདུག་དེ་ལྟར་ས་དང་པོ་ལ་གནས་པ་དེ་ཆུ་སྐྱེས་དབྱིངས་བདག་ཉིད་ཀྱིས་སྟོང་པར་རྟོགས་པའི་ཕྱིར་ལྟ་བ་རྣམ་པར་དག་པའི་གང་ཟག་སྲེག་རེས་ས་དང་པོ་ཐོག་མར་ཐོབ་པའི་སྐབས་སུ། ནི་སྟོང་པ་ཉིད་བདག་མིན་པའི་དོན་དེ་མངོན་སུམ་དུ་ཐོག་མར་རྟོགས་པ་རེད་ཡིན་ཙང་དེ་ལ་ལྟ་བ་རྣམ་པར་དག་པའི་གང་ཟག་སྲེག་རེས། དེ་བཞིན་དུ་ས་གཉིས་པ་ལ་སྟོང་པ་ཕྲ་མོས་ཀྱང་མི་བསྐུལ་བའི་ཕྱིར་ཚུལ་ཁྲིམས་རྣམ་པར་དག་པའི་གང་ཟག་ཟེར་གྱི་རེད། ས་གཉིས་པ་འི་སྐབས་སུ་ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པའི་ཉམས་ལེན་ཆེས་ལྷག་པར་ཐོབ་པ་རེད། ཡིན་ཙང་སྟོང་པ་ཕྲ་མོ་འི་ཚུལ་ཁྲིམས་དང་མི་མཐུན་པའི་ཕྱོགས་ཀྱི་སྡིག་པའི་ལས་ཕྲ་མོ་ཙམ་གྱིས་ཀྱང་མི་བསྐུལ་བ། སྡིག་པའི་ལས་ཚུལ་ཁྲིམས་ཀྱི་མི་མཐུན་ཕྱོགས་ཀྱི་སྡིག་པའི་ལས། ཕྲ་མོ་ཙམ་ཀྱང་མི་སྤྲོ་བ་དེ་འདྲ་ཡིན་ཀྱང། དེ་ལ་ཚུལ་རྣམ་པར་དག་པའི་གང་ཟག་སྲེག་གི་རེད། གསུམ་པ་ལ་བསམ་གཏན་དང་ཏིང་ངེ་འཛིན་མཐའ་ཡས་པ་ཐོབ་པའི་ཕྱིར་ཤིན་ཏུ་ཉམས་པར་བཞག་པའི་གང་ཟག་སྲེག་གི་རེད། ད་ནི་ཞེས་པ་ལ་ཡོངས་སུ་འཛིན་པ་མེད་པའི་ཕྱིར་ཆོས་ལ་མཐའ་དག་པའི་ང་རྒྱལ་མེད་པ་ཟེར་བ་སྟེ། ཆོས་ལ་མཐའ་དག་པའི་ང་རྒྱལ་མེད་པ་ཟེར་བ་དེ་ཐེག་པ་གསུམ་གྱི་ཆོས་ཀྱི་ནང་ལོགས་ནས་ཐེག་པ་དམན་པའི་ཆོས་དེ་ཚོ་དམན་པར་ལྟ་བ་དང་རང་ཉིད་ཀྱི་ཕྱོགས་དུ་སོང་ནས། གཞན་གྱི་ཆོས་ལ་ཡང་ན་ཐེག་དམན་གྱི་ཆོས་ལ་སོགས་པ་ལ་ནི་དད་གུས་དང་བརྩི་བཀུར་མི་བྱེད་པ་ལ་སོགས་པའི་འོ་དེ་འདྲ་གི་ང་རྒྱལ་གྱིས་ནི་ས་བོན་ཡང་ན་བག་ཆགས་འོ་དེ་ཚོ་སྦྱོང་གི་རེད་ཟེར་བ་འོ་དེ་ཡིན་ས་རེད། ལྔ་པ་ལ་སེམས་མཉམ་པ་ཉིད་ཐོབ་པའི་ཕྱིར་རྒྱུད་ལ་ཐ་དད་པའི་ང་རྒྱལ་མེད་པ་ཟེར་བ་སྟེ། སེམས་ལ་མཉམ་པ་ཉིད་ཆོས་ཐམས་ཅད་མཉམ་པ་ཉིད་ཐོབ་པ་ཡིན་ཙང། ནི་ང་ཚེགས་ཆེན་པ་ཡིན་ཟེར་ནས་རང་ཉིད་མཆོག་ཏུ་འཛིན་པ་དང་གཞན་དག་དམན་པ་རེད་ཟེར་ནས་དམན་པར་འཛིན་པ་ལ་སོགས་པའི་འོ་དེ་འདྲ་གི་བག་ཆགས་སྒྲིབ་པ་འོ་དེ་སྦྱང་གི་རེད་ཟེར་བ་དེ་ཡིན་ས་རེད། ད་ནི་དྲུག་པ་ལ་རང་བཞིན་གྱིས་དག་པའི་ཕྱིར་ཀུན་ནས་ཉོན་མོངས་པ་དང་རྣམ་པར་བྱང་བ་མཐའ་དག་པའི་ང་རྒྱུར་མེད་པ་ཟེར་བ་དེ་ས་དྲུག་པའི་སྐབས་སུ། དུ་ཆོས་ཐམས་ཅད་ལ་རང་བཞིན་གྱིས་མེད་པར་རྟོགས་པའི་ལྟ་བ་དེ་ལ་ཤིན་ཏུ་ནུས་ཀྱང། ཨ་ནི་གདངས་ཟབ་མོ་ཐོབ་པ་ཡིན་ཙང་དེའི་སྐབས་སུ། འཁོར་བ་སྤང་བྱ་རུ་བདེན་པར་འཛིན་པ་དང་རྣམ་པར་བྱང་བ། བླང་བྱ་རུ་བདེན་པར་འཛིན་པ་ལ་སོགས་པས་ཨ་ནི་དེ་གཉིས་རང་བཞིན་གྱིས་གྲུབ་པའི་མཐའ་སྡུད་དུ་འཛིན་པ་ལ་སོགས་པས་ཨ་ནི་འཛིན་པ་གི་བག་ཆགས་གདངས་ཟབ་པོ་འདི་ཚོ་སྦྱང་གི་རེད་ཟེར་བ་འོ་དེ་འདྲ་དོན་དག་ཡིན་ས་རེད། ད་ནི་བདུན་པ་ལ་མཚན་མ་མེད་པར་གནས་པའི་ཕྱིར་སྐད་ཅིག་རེ་རེ་ལ་བྱང་ཆུབ་མཆོག་འདི་རྣམས་བསྒོམ་པའི་བློ་ཐོབ་པ་དང། སྟོང་པ་ཉིད་རྟོགས་པའི་ལྟ་བ་དང། བསམ་གཏན་བཞི་ནི་ལ་སོགས་པ་ལ་ཤེས་འདོད་ནས་ཀྱང་སྦྱངས་པ་ཆེན་པོ་ཐོབ་པ་ཡིན་ཙང་སྐད་ཅིག་རེ་རེ་ལའང་བྱང་ཆུབ་ཀྱི་ཕྱོགས་ཀྱི་ཆོས་རྣམས་མང་པོ་བསྒོམ་ཐུབ་ཀྱི་རེད། ཡང་ན་རྣམ་མཁྱེན་གྱི་རྣམ་པ་བརྒྱ་དང་བདུན་ཅུ་ལ་སོགས་པ་ཡང་ན་བྱང་ཕྱོགས་སོ་བདུན་ལ་སོགས་པ། ཡང་ན་ཏིང་ངེ་འཛིན་གྱི་སྒོ་སྣ་ཚོགས་ལ་ཡང་སྐད་ཅིག་ཙམ་ལ་ཡང་ཏིང་ངེ་འཛིན་གྱི་སྒོ་མང་པོ་ལ་འཇུག་ཐུབ་པ་དང་མཉམ་གཞག་གི་གནས་མང་པོ་ལ་འཇུག་ཐུབ་པ་དེ་འདྲ་ཡོང་གི་ཡོད་པ་རེད། བརྒྱད་པ་ལ་ལྷུན་གྱིས་གྲུབ་པའི་ཕྱིར་བཏང་སྙོམས་ཤིང་ཡོངས་སུ་སྦྱོང་བ་དང་ས་བརྒྱད་པའི་སྐབས་དེ་ལ་འབར་སོ་རགས་པ་ཞེས་པ་ཡིན་ཙང་ལྷུན་གྱིས་གྲུབ་པ་རེད་ལུས་ངག་གིས་བྱ་བ་ཡིན་ན་རེད་ཡང་ན་གཞན་དོན་སྒྲུབ་པ་ཡིན་ན་རེད། དེ་ནས། སྟོང་པ་ཉིད་ལ་སོགས་པའི་དོན་ལ་ཉན་པར་བཞག་པ་གང་དག་ཡིན་ན་ཡང། ས་འོག་མ་རྣམས་ལ་ལྟོས་པའི་འབབ་རྩོལ་ལ་རགས་པ་ཞེས་པ་ཡིན་ཙང་ལྷུན་གྱིས་གྲུབ་པའི་ཕྱིར་བཏང་སྙོམས་ཀྱང་ཡོངས་སུ་སྦྱོང་བ་དང། དགེ་བ་ལ་སོ་སོར་ཡང་དག་པར་རིག་པ་བྱེད་ལའང་ཐོབ་པའི་ཕྱིར་སེམས་ཅན་རྣམས་སྨིན་པར་བྱེད་པ་ལ་མཁས་པ་དང། ང་ཚོ་སློབ་ཚན་སྔོན་མ་སྐབས་སུ་བཤད་པ་ནང་བཞིན་ས་དགུ་པའི་སྐབས་སུ་སོ་སོར་ཡང་དག་པར་རིག་པ་བཞི་ལ་སོགས་པ་རིག་པའི་གནས་སྣ་ཚོགས་ལ་འགལ་བ་དང། ལྷ་ལ་སོགས་པ་སེམས་ཅན་གྱི་སྐད་བྱིས་པ། མངོན་པར་ཤེས་པ་ལྔ་ལ་དབང་བསྒྱུར་བ་དེ་འདྲ་ཡིན་ཙང་འགྲོ་བ་སེམས་ཅན་ལ་ཆོས་སྟོན་པ་འགྲོ་བ་སེམས་ཅན་དགེ་བའི་ལམ་དུ་འཇུག་པ་ལ་ཐབས་མཁས་པོ་རེད། འདི་ནི་བྱིས་པ་ལ་མངོན་པར་ཤེས་པ་ཆེན་པོ་ཐོབ་པའི་ཕྱིར་མཐུ་ཆེ་ཞིང་ཏིང་ངེ་འཛིན་དང་བཟང་སྤྱོད་རྒུའི་ལུས་ཡོངས་སུ་རྫོགས་ལ་དགའ་ལྡན་དང་བརྙེས་པ་ལ་སོགས་པའི་སྤྲུལ་པ་ངེས་པར་སྟོན་ཅིང་སངས་རྒྱས་ཐམས་ཅད་ལས་དབང་བསྐུར་བ་ཐོབ་པའི་གང་ཟག་ཅེས་བྱ་བ་ཡིན་ནོ། གང་ལྟར་ས་བཅུ་པ་པ་དེ་ལ་ཏིང་ངེ་འཛིན་གྱི་མཐུ་བསམ་གྱིས་མི་ཁྱོད་པ། ཡང་ན་སྟོང་པ་ཉིད་རྟོགས་པའི་ཤེས་རབ་དང་དྲན་པ་གཟུང་བྱའི་སྒོ་ཟེར་བ་དེ་སྟོང་པ་ཉིད་ཀྱི་དོན་ལ་མི་སྐྲག་པ་དང་སྟོང་པ་ཉིད་རྟོགས་པའི་དོན་དེ་མི་བརྗེད་པར་འཛིན་པའི་ནུས་པའོ། དེ་འདྲ་ཅིག་ཟེར་གྱི་ཡོད་པ་རེད་ཡིན་ཙང། ཨ་ནི་ཏིང་ངེ་འཛིན་དང་ཤེས་རབ་ཀྱི་སྟོབས་ཕུན་སུམ་ཚོགས་པ་ཐོབ་པ་ཙམ་མ་ཟད་ཨ་ནི་སངས་རྒྱས་གཉིས་པ་ལྟ་བུ་ཞིག་ཆགས་ཡོད་པ་རེད་ཡིན་ཙང། སྒ་དེ་ནི་ནས་འཕོ་བ་དང་ལྷུམས་སུ་ཞུགས་པ་ལ་སོགས་པ་སངས་རྒྱས་ཀྱི་འཛག་པ་ཇི་སྙེད་དང་ཆ་མཐུན་པའི་མཛད་པ་དེ་འདྲ་སྟོན་པ་ཡིན་ཙང་སངས་རྒྱས་ཐམས་ཅད་ལས་དབང་བསྐུར་བ་ཐོབ་པའི་གང་ཟག་བསད་ཡིག་རེད།